ད་ལྟ་བདག་གི་སྔོན་འགྲོ་གི་དབྱིག་གི་འགྲོ་སྟངས་འདྲ་བོ་སྐྱེས་ཡོང་ནས་གང་ལ་མ་འོངས་པ། བན་པ་ཚེ་རིང་དུ་གཟིགས་སྐྱོང་བ་མ་ཐུབ་ན་རེ་ད་གཟིགས་སྐྱོང་གི་དངོས་གཞིའི་དབྱིག་གི་ནང་ལ་ད་ཧ་ལམ་སླེབས་ངེས་ཅན་འདྲ་བོ་ཆགས་བསྡད་ཡོད་བདེན་པ་སོང་ཙང། ད་འདས་ལ་འདིའི་བར་རུ་འདས་ལ་ང་ཚོ་དོ་སྣང་བྱེད་དགོས་ཡ་དེ་ད་མི་མང་གི་དབྱིབས་ལུགས་མི་ལུགས་ད་ཚ་ཚ་རེད་ད་དོ་སྣང་བྱེད་དགོས་ཡ་གི་རྒྱུ་ལུམ་གཞན་པ་བྱས་ཡོད་རེད་དེ་ངས་དེ་རང་ག་བ་ཞུས་དགོས་ན་གཞུང་འབྲེལ་གི་ཐོག་གི་རྒྱུ་ལུམ་ཁག་དང་ཨ་ནི་ཁྱད་པར་དུ་ཨེ་དུ་ལས་ཁུངས་ར་འདི་ཚོ་ལ་ཨ་ནི་ངས་དེ་རང་གནས་ཚུལ་འདི་ངས་ཁོ་ཚོ་ལ་ཞུ་གི་ཡོད། སྤེན་པ་ཚེ་རང་གི་ཐོག་ལ་ད་ཁོ་རང་ཚོ་སྟོར་སྣང་བརྒྱ་ཆ་བརྒྱ་བྱུང་ཡོད་རེད་ཅེས་བྱས་ན་འདིའི་ཐོག་ལ་ཞིབ་འཇིག་ར་བྱས་དང་བྱེད་བཞིན་པ་ཡིན་སྲིད། ཏིང་ངེ་མི་ཞིག་ག་ཚད་བྱེད་ཀྱི་ཡོད་ན་ད་ང་ཚོ་ལྷ་རབས་རེད་ད་དེ་ངོས་ཡོད་དུ་བྱེད་དགོས་ཡ་རེད། སྤེན་པ་ཚེ་རང་དང་འབྲེལ་བའི་གནས་ཚུལ་གསར་བ་ག་རེ་བྱུང་ཡོད་ལབ་ན་འདིར་བ། དཀར་གཙང་ཁའི་ཉིང་ཁར་འདས།

ནང་མི་ལ་དགོངས་པ་ཞུ་ཡ་དང་ཆབས་ཅིག་ཏུ་ཨ་ནི་དེའི་ནང་ནས་མར་ཐོན་དགོས་རེད་ཟེར་ད་ཁོ་སྐད་ཆ་དེ་བཤད་ཡོད་རེད། དེ་དེ་དང་ཆབས་ཅིག་ཏུ་སྤེན་པ་ཚེ་རང་གི་ནག་ཉེས་ག་རེ་བྱེད་རྒྱུ་གི་དེ་ང་ཚོ་ལ་དཔང་རྟགས་ཡིན་ངེས་ཨ་ནི་ཐོག་ན་དཔང་རྟགས་ཡོད་ཟེར། ཨ་ནི་ད་སུ་ལ་དགོས་ཀྱི་ཡོད་ན་སྐབས་དང་དུས་ཟིན་པ་པས་ང་ཚོ་སྤྱི་ཚོགས་ཐོག་ལ་ཁྱབ་བསྒྲགས་བྱེད་ཆོག་ཆོག་ཡིན་ཟེར་ད་བཤད་སྡོད་རེད། ཨ་ནི་ད་ནག་ཉེས་གི་དེའི་ནང་ནས་སྤེན་པ་ཚེ་རང་གི་ནག་ཉེས་བགྲངས་པ་གི་རྒྱུ་མཚན་འདྲ་བོ་དེ་ག་རེ་བཤད་དགོས་ད་སྔོན་མ་ནས་སྤེན་པ་ཚེ་རང་ལ་ད་ཅིག་དཀར་རྟགས་སྤྲོད་ཁུལ་དང་འབྲེལ་བའི་རྙོག་དྲ་དེ་ཡོད་བསྡད་པ་རེད། ཡིན་ན་ད་ལྟ་ནི་ངས་ཁོ་རང་གི་ནང་མིའི་ངོས་སུ་གདོང་པ་དེ་ནི་བཤད་རྒྱུར་སྔོན་མ་གི་མི་གཞན་པ་གི་བཤད་རྒྱུ་དང་ད་ལོ་གི་འདི་འདྲ་གི་མ་རེད། ཁྲིམས་ཐོག་ནས་བཤད་ན་འདི་གཉིས་ཀ་བོད་ལོ་ནི་བ་གི་བར་དུ་བརྗེ་སྐོར་ཁོ་རང་འདྲ་གོ་མ་རེད། དེ་ཡིན་པ་སོང་སོང་ད་ཁོ་ག་རེ་བཤད་ཁོ་ན་སྤེན་པ་ཚེ་རིང་གིས་རྡོ་རྗེ་གཟིགས་ལ་ཁོ་རང་གི་ཁོ་རང་ད་ད་ད་བློ་བཟང་རྒྱ་མཚོ་གི་སྐྱེས་མིའི་གི་ཨ་མ་གར་སྟག་ཕྲུག་གི་གི་སྔོན་མ་གི་ད་སྐྱེས་མིའི་རེད་བ་དེའི་གི་ཐོག་ནས་དམག་པ་བསྡད་ནས་ཁོ་རང་ཚོ་ནང་མི་གཅིག་གཅིག་ལོ་རྒྱུས་ལ་བསྡད་པའི་ནང་ཚུན་ན། བསྟན་པ་ཚེ་རང་ཨ་ནི་ག་འདྲ་ཅིག་བསྡད་པ། ཁོ་རང་ཚོ་དམག་པ་ཡིན་བཞིན་དུ་ཨ་ནི་ད་ལྟ་གི་བསྟན་པ་ཚེ་རང་གི་སྐྱེས་མིང་དེ་ལ་ཨ་ནི་ཨ་ནི་ལྐོག་འབྲེལ་ག་རེ་ཅིག་ཟིན་པ། ལོ་བཅོ་ཀི་ནང་ཚུན་ཨ་ནི་སྐར་སྟག་ཀྲིག་ཀི་ལ་སྔོན་མ་ཚོང་ལས་ག་རེ་ཡོད་པ་ཆ་ཚང་དེ་ཨ་ནི་ད་མེད་པ་ག་རེ་ཅིག་བཟོ་ཡིན་ན་ཚོང་དེ་ཆ་ཚང་རྐུབ་རྡུབ་ག་འདྲ་ཅིག་བྱུས་ག་ཡིན་ན་དེ། འགྲོ་ཁ་ཁོ་ག་རེ་ཅིག་བྲོས་ཕྱིན་པ་ཡིན་ན་དེ། བྲོས་འགྲོ་ནི་གང་ལ་ཁོ་རང་བྲོས་འགྲོ་ཁ་ལ་མོ་ལ་ཡི་གེ་ག་རེ་ཟིག་བྲུས་ཡོད་ན་རེད་བ་ཁོ་རང་གི་དེ་ད་ལྟ་སྤེན་པ་ཚེ་རིང་གི་ཡི་གེ་གཅིག་ཆགས་ཡོད་ས་རེད་བ་ཁོ་རང་ཚོ་ནང་ལ་ཅོག་ཚེ་ཐོག་ལ་ང་ཁྱེད་ཚོ་ནང་ལ་མག་པ་བསྡད་ཟིན་ན་རེད་ང་ཚོ་ནང་མི་གཅིག་གཅིག་བསྡད་བ་དེ་ད་ནོར་ཚ་བྱ་ཟིན་ལུག་ཁྱེད་ཀྱི་ཇི་ལྟ་ཁོ་ཧ་གོ་ད་ནོར་ཚ་བྱ་ཟིན་དེ་འབའ་སང་སང་ད་ཁྱོད་རང་ཚོ་གི་ཚོང་ལས་ར་དེ་མ་ར་བསྡུ་འགྲོ་གི་ཡོད་བ་དེ་སྐྱེ་མེད་དེ་ལ་ད་ཁྱོད་རང་ཚོ་གི་ག་རེ་བྱེད་ན་བྱེད་ད་ཁོ་འགྲོ་གི་ཡིན་ཟིན་ད་ཡི་གེ་དེ་ང་ཚོ་མཐོང་ཡོད་མ་ར་ཡི་གེ་དེ་ཆགས་ཡོད་རེད། དེ་ནས་སྤེན་པ་ཚེ་རང་དེའི་ནང་ནས་གར་སྟག་སྤྲུལ་སྐུ་གི་བཟོ་གྲྭ་རེད་དེ་ཚོའི་ནང་ལས་ཀ་བྱིན་པའི་ཁ་ཐུག་ལ་ཨ་ནི་ད་ད་འདྲ་གི་དེག་མག་པ་གི་ཡི་གེ་ནང་ན་བྲིས་ན་མིའི་གཞན་པ་ལ་ཨ་ནི་ཁོ་རང་གི་ནང་མི་དང་སྤུན་རྒྱ་དང་དུ་མོ་དེ་ཕྱི་རྒྱུ་ལ་བཏང་ཡ་དང་རྡ་རམ་ས་ནས་བཅུ་དུས་ར་དུ་མོ་དེ་ལ་ཨ་ནི་རྒྱབ་གཉེར་ཉག་གི་ཉོག་པའི་སྤྲད་ཡ་ད་གང་ལྟར་ཕྱི་རྒྱུ་ལ་འགྲོ་ཡ་ད་མདོར་བསྡུས་ན།

སེམས་པ་མ་སྐྱིད་པའི་ཐོག་ནས་ནི་སྐུ་ཞིག་གསུངས་པ་རེད་ཟེར་ད་ད་དུག་དེ་ཡ་རེད་ཟེར་ད་འདྲ་མི་འདྲ་བཅོ་བརྒྱད་ཅིག་ཡོད་རེད་ཡིན་ན་ད་དེ་ཚོ་བཤད་ཡོད་བ་མ་རེད་དེ་མག་པ་གི་བཤད་དེ་འུ་ར་ཡོད་མ་རེད་དེ་བཤད་པ་ཡིན་ན་ཁོ་རང་གི་སྐྱེ་མིག་གི་ཨ་མ་ཁྱེར་སོང་དང་ཁྲིམས་ཁང་ནང་ཐད་ཀར་ཡིག་པ་དང་ཅིག་པ་ཆགས་འགྲོ་གོ་ར་ཡིན་པ་བྱུང་ད་དེ་བཤད་ཡོད་མ་རེད་ད་ཁོ་རིམ་པ་གཉིས་པ་ནས་བཤད་ཡོད་རེད། ཨ་ནི་གར་སྟག་ཕྲུག་གི་ཅུང་མཚར་བའི་རྗེས་ཀྱི་དམག་པ་དེ་ཁྱོད་རང་བ་དེ་འདྲ་བྱེད་ཀྱི་ཡོད་ད། དེ་བཞིན། ཡིན་ན་ད་ང་ཚོ་ད་ལྟ་སྤྱི་ཚོགས་ཐོག་གི་ཡོངས་གྲགས་ཡིག་ཐོག་ར་དེའི་ཐོག་བཤད་བསྡད་དེ་དེའི་སྔོན་གྱི་ཉེས་བ་དེ་ནི་ཡོད་ད་ཡིན་ན་སྔོན་གྱི་དེ་ད་ལྟ་གསལ་བོ་མ་ཆགས་པ་ཡིན་ན་རྗེས་ཀྱི་དེ་ཉེས་བ་ཇི་ལྟར་ཤོད་ཀྱི་ཡོད་རེད། ཨ། ཁྲིམས་ཐོག་ནས་བཤད་ན་ནག་ཉེས་ངོ་འཕྲོད་རེད་ད་བས་ད། གར་སྟབས་ཀྱི་ཀི་ཐུགས་སུ་ཞིག་ཡོད་མེད་དེའི་ནག་ཉེས་དེ་ང་ཚོ་ད་ཕར་ཚུགས་ཤག་ཤོག་ད་དེའི་རྗེས་ནས་བཟུང་སྟེ་བན་པ་ཚེ་རང་གི་ཐོག་ལ་ད་ལྟ་གི་ནང་མི་གི་གར་སྟབས་སྤྲུལ་སྐུ་གི་ནང་མི་གི་ནི་དམག་པ་གི་བཤད་བསྡད་རྒྱུ་དེ་ད་གསལ་བོ་དག་པོ་ད་ཁོ་མི་ཤེས་ཡོད་མ་རེད་ཁོ་ཡིག་ངག་གཉིས་ཆ་ནས་ཡོད་སྲིད་ཀོ་རེད་དེ་གཅིག་ནས་གང་ལ་ཨིར་རྡི་ལས་ཁུངས་གི་ཁྲིམས་དང་སྒྲིག་གཞི། དེ་ཚོའི་ནང་ལ་ད་ཁྲིམས་ཁང་ནས་ནག་ཉེས་ཕོག་རྒྱུ་མ་ཡིན་པ་དང་ཡང་ན་ནག་ཉེས་ངོ་འཕྲོད་རིགས་གཅིག་ཡོད་རེད་དེ་མ་ཚང་ད་ནག་ཉེས་ངོ་འཕྲོད་འདི་བཟོས་དུས་འདི་ཡོད་དོ་ལས་ཁོང་གི་མ་མཐོང་མདོང་མདོག་བྱས་ནས་ཞེས་སྤེན་པ་ཚེ་རང་དྭངས་བྱ་བ་ཡིན་ན་ད་ནས་འགན་མ་ཁུར་ནས་དེ་སྤེན་པ་ཚེ་རང་ཁོ་རང་ཆགས་པ་མ་རེད་ད།

དེ་མ་སོང་ད་ཡི་དེ་ལས་ཁོང་ལ་འདི་ཚོགས་པའི་སང་ཉིན་འདིའི་ཐོག་ལ་གནད་དོན་གསར་བ་ཆགས་ད་འདས་ལ་ངེས་པར་དུ་འགན་འཁྱེར་དགོས་ད་དེ་ཅིག་མ་འཁྱེར་ན་ད་རེས་ཀྱི་ཡིག་འབྲུ་འདི་མོ་འདི་ད་ངོ་ནས་དྲང་ནས་བཤད་ལོང་ན་ཅིག་ད་ལྟ་བར་དུ་ཅིག་མང་གཙོ་ར་རང་དབང་ར་ཅིག་རྒྱ་གར་རིན་པོ་ཆེ་གི་འོག་ནས་ཅིག་ཡ་རབས་བཟང་སྤྱོད་ཆ་ཚང་ཕྱི་ལ་ཡི་ག་ད་ཆང་ད་ས་ཟིག་ཁེལ་བ་མ་རེད། འདས་ལ་ངོ་ནས་འགན་འཁྱེར་ཅིག་ང་རང་ཚོ་ཅིག་སྤེན་པ་ཚེ་རང་གི་ཅིག་རྒྱབ་སྐྱོར་མ་བྱས་ནས་མེད་ཙམ་མ་ཡིན་སྤེན་པ་ཚེ་རང་ལ་རྒྱབ་སྐྱོར་བྱེད་གི་ཡིན་ལབ་ནས་མི་དེ་ཚོ་ལ་དམིགས་བསལ་ཞིག་འགན་ཡོད་ད་ཁོ་རང་ཚོ་གི་རྒྱབ་སྐྱོར་བྱེད་ས་གི་མི་དེ་འདི་འདྲས་ཅིག་ཡིན་ན།

རྒྱབ་སྐྱོར་བ་ཚོས་གཅིག་བཤད་ཀྱི་ཡོད་མེད་དྲི་གོ་མ་མྱོང་དེའི་ཐོག་ལ་དེ་འདྲའི་གི་མ་རབས་ཀྱི་ལས་ཀ་བྱས་ན། དེས་ན་ང་སྤེན་པ་ཚེ་རང་གི་རྒྱབ་སྐྱོར་བྱེད་པ་ཡིན་ན། སྤེན་པ་ཚེ་རང་གི་ཨི་ཤོག་གི་མ་རྒྱབ་ཀྱི་ཡོད་ན་སྤེན་པ་ཚེ་རང་ལ་རྒྱབ་སྐྱོར་བྱེད་ནས་ཟོ་གི་ཨི་ཤོག་གི་ཐོག་ལ་དེ་འདྲའི་གི་མ་རབས་བྱེད་ཀྱི་ཡོད་ན། ཨོ་དེ་ནས་ངས་དེ་རྒྱབ་སྐྱོར་བྱེད་ཀྱི་མ་རེད་ད། དེ་སྤེན་པ་ཚེ་རང་ལ་རྒྱབ་སྐྱོར་བྱེད་མ་བྱེད་གི་ན་དོན་འདྲ་ཆི་གོ་བ་མ་རེད། དེ་ཡིན་པ་སོང་ཙང་ད་དེས་ན་འདི་ནང་བཞིན་ད་ལྟ་གི་དགའ་རྟགས་སྤྲུལ་སྐུ་གི་ནང་མི་གི་དམག་པ་ཞི་ལོག་ལ་ཐོན་ནས་སྤྱི་ཚོགས་ལ་གདོང་གཏད་ནས་བཤད་བཤད་ན་ད་ལྟ་སྤེན་པ་ཚེ་རིང་ལ་རྒྱབ་སྐྱོར་བྱེད་ནས་ཟུག་ཏུ་གོ་གི་མེད་པ་རེད། ཨང་ཁྱེད་ཚོས་ཁ་གཡར་ད་ད་དེས་སྤེན་པ་ཚེ་རིང་ང་མར་དགའ་ནས་དེ་ཟུག་གི་ཅིག་བཤད་དུ་ལབ་ད། ཨང། དེ་མ་རོ་ཁོ་མི་ངེས་སུ་ཐོན་ནས་བཤད་དགོས་དག་ཅིག་རེད།

སྔོན་མ། བོད་པ་གི་ཆབ་སྲིད་ཀྱི་འགོ་འཁྲིད་ལ་ལངས་ནས་ཨ་རི་ན་ཡོད་ནས་ཀྱི་མི་ཅིག་ད་དེ་རིང་གང་ལ་ཕན་པ་ཚེ་རང་ཨ་རི་ན་ཡོད་ར་བ་དོན་གཅོད་འདྲ་དེ་ཅིག་ནས་མི་ཅིག་ཨ་ནི་ཁོ་སྐབས་དེ་རིང་ཆབ་སྲིད་ཀྱི་འགོ་འཁྲིད་ལ་ལངས་ནས་ཤོར་སོང་བ་རེད་ད་ཁོ་ཡང་སྐྱིར་ལངས་ཡག་གི་འཆར་གཞི་ཡོད་རེད་ཟེར། མི་དེ་རྒྱ་ནག་གི་ཐོག་ལ་ལྟ་སྟངས་ངན་པ་ཡོད་མ་རེད་ཟེར། ཨ་མི་དེ་ཨ་ནི་འདི་རེད་ཟེར་ད་ང་ཚོ་འབྲེལ་བ་ཡོད་རེད་མི་དེ་གི་ཐོག་ལ་ཨ་ནི་ཅིག་ཨ་ནི་ང་རང་ཚོ་གི་སྐར་ཚོགས་ད་ཅིག་ཆབ་སྲིད་ཀྱི་ཐོག་ནས།

ད་ང་ཚོ་འཇིགས་འབྲིད་ལ་གོ་དགོས་མ་རེད། འདི་ག་ནི་ད་འཇིགས་འབྲིད་ཅིག་རེད། གསལ་བོ་ཆགས་ཚར་རེད་མ་འོངས་པ་སྤེན་པ་ཚེ་རང་ཕྱག་ནི་ག་རེ་བྱེད་མིན་འདི་མ་རེད་ད། ཨ་ནི་ང་ཚོ་འདི་ཆ་ཚང་ལ་ཨ་ནི་ཡ་མ་བྱེད་བྱེད་ནི་བྱེད་རེད་བ་གནའ་དུས་འདི་ཆ་ཚང་ལ་ང་ཚོ་སྣང་མེད་བཞག་ནི་བྱེད་ད་གཡུལ་ལུ་གི་ཡིན་པས་དེའི་མི་མང་གི་ཁས་ལེན་བྱེད་གི་ཡིན་པས་རྒྱ་ཆེའི་མི་མང་གི། དེས་ན་ཡ་རབས་དང་བཟང་སྤྱོད་དང་ལྡན་པའི་དམངས་གཙོའི་སྤྱི་ཚོགས་ཅིག་གི་ནང་ནས་ང་ཚོ་མགོ་འཁྲིད་འདེམས་དགོས་མ་ར་ད་ཀུན་རྒྱུ་ལྕགས་སླང་ཟིག་ང་ཚོ་ཐར་ཉེ་ཅིག་འདུག་ཨ་ད་འདི་ཆ་ཚང་ལ་མིག་བཙུམ་ནས་ཅིག་ཅིག་ལུག་གི་ཡོད་ན་ནི་དེ་རེད་དེ་འབའ་ཚང་ཚང་ངས་ཁ་ཚང་བཤད་རེད་བན་པ་ཚེ་རང་གི་སོ་འདྲ་བོ་དེས། གནད་དོན་འདི་ཚོ་གསལ་བོ་མ་བཟོ་བྱས་ནས་ཅིག་སླེབས་པ་ཡིན་ན་ཁོས་མ་འོངས་པ་ག་རེ་བྱེད་ཡོད་མ་རེད་ད་ཁོ་སླེབས་པ་ཙམ་གྱི་ནོར་སོང་བ་རེད་ད་མ་འོངས་པ་ལ་སྒུག་དགོས་མ་རེད་ད། ད་འདོད་པ་གཅིག་གི་ཚིམ་ཡས་དེ་སུས་འདོད་པ་ཚིམ་སོང་ནི་ང་ཕར་ཞོག་ལ་དགའ་གི་མེད། མ་འོངས་པ་སྤེན་པ་ཚེ་རིང་ག་རེ་བྱེད་མིན་དྲི་འབྲེལ་བ་ཡོད་མ་རེད། ཁོ་སྔོན་མ་ག་རེ་བྱས་ཡོད་མིན་དེ་འབྲེལ་བ་ཡོད་མ་རེད། ད་ལྟའི་སྐབས་ལ་བློ་བཟང་སེང་གེ་ར་འདི་ཚོ་གི་ཤོག་ཏོག་གི་དེ་ང་ཚོ་སྣང་ང་འགྲོ་གི་མི་འདུག་ད་ཁོ་ཚོ་གི་ལུང་པ་ལ་ཨ་ནི་ཅི་ཡོད། ཐ་ལ་རྒྱབ་ཡ་གི་ཆེད་དུ་ཨ་ནི་སྤེན་པ་ཚེ་རིང་དེ་གཅིག་པོ་གི་ཆེད་དུ་འདེམས་གི་ཡོད་ལབ་ན། ད་སོ་སོས་སོ་སོ་གི་ཨི་ཤོག་དང་སོ་སོས་སོ་སོ་གི་ད་ག་རེ་ཟོག་རེད།

གར་སྟེགས་སྤྲུལ་སྐུ་གི་ནང་མིའི་གི་ནག་ཉེས་ངོ་འཕྲོད་ཡིན་རྒྱུ་ང་ཁྲིམས་ཁང་གི་ཐོག་ན་བང་རྟགས་ཁོ་རང་ཡོད་བོན་པ་ཚེ་རང་འདི་བྱས་ནི་ཡིན་ཟེར་ཉེས་མ་ཁ་བཀར་ངོ་བཀར་ལ་བཤད་བྱ་ནི་གང་ལ་ད་ཨི་དི་ལས་ཁུང་གི་འདི་ནང་མི་དང་ནི་ཅི་ད་སང་ཉིན་གཅིག་བྱས་ན་ཁྱི་ཚོ་འདི་བྱས་ར་ངོ་འགྲོ་གི་ངས་གཞི་གི་ནང་ལ་བོན་པ་ཚེ་རང་བཏང་འདི་ད་ནས་བཟུང་སྟེ་བོད་ཀྱི་སྤྱི་ཚོགས་གི་ཅིག་མང་གཙོ་ཡ་རབས་བཟང་སྤྱོད་ཆ་ཚང་འཐོར་ཚར་ད།

གཞུང་འབྲེལ་གྱི་ཐོག་ནས་མདུན་བསྐྱོད་ཅིག་གཏང་ཐུབ་ཀི་རེད་ཐུབ་ཀི་མ་རེད། འགྲེལ་བཤད་ག་རེ་ཡོད་རེད་འདི་ཚོ་བྲིས་ལ། བརྒྱུད་ལམ་ཁག་གི་འདིའི་ཆེད་དུ་སྐད་ཆ་བྲིས་གིན་བྲིས་གིན་མེད་སང་ཉིན། རྟགས་གཅིག་གི་རེད་བྲིས་གིན་མེད་ན། ད་ང་ཚོ་ག་རེ་བྱེད་དགོས་རེད་ད་སྤྱི་ཚོགས་འདིའི་ཐོག་ནས། ང་ཚོ་འདི་འདྲའི་གི་སྤྱི་ཚོགས་ཅིག་གི། འདི་འདྲའི་གི་སྤྱི་ཚོགས་ཀྱི་སྤྱིར་བཏང་ལས་སྟངས་ཅིག་ཁེལ་ནས་ད། འདི་འདྲའི་ཅིག་ལ་ནི་ང་ཚོ་དམངས་གཙོ་ཡིན་ཟེར་བཤད་འདྲ་བོ་ཅིག་བཏང་ནས་ད་འགྲོ་དགོས་རེད་བས་འདི་འདྲའི་ཅིག་ན་ད། དེ་ནི་ཡོད་མ་རེད་དེ་ཡིན་པ་སོང་སོང་ད་ངས་དེ་རིང་གི། ད་འདི་གཉིས་མཛའ་གྲགས་ཀྱི་ཐོག་གི་འབོད་སྐད་འདྲ་བོ་བྱེད་ཀྱིན་གཙོ་བོ་དེ་གཞུང་འབྲེལ་གྱི་བརྒྱུད་ལུམ་ཁག་ལ་ནི་ད་ལྟ་གི་འདི་འགོ་ལས་ཀ་བྱེད་ད་ནི་དེ་ཚོ་ལ་འབོད་སྐད་འདྲ་བོ་བྱེད་ཀྱིན་ཨོ་དེ་འདྲ་ར་བོ་ཞིག་རེད་ཡ་ཡ་ཡ་ཨ་ནི་དེ་རང་གི་ལབ་ཤེས་ལོང་ཤེས་ཚད་དེ་བཞག་བཞག་ཐུགས་རྗེ་ཆེ།